གང་ཡིན་ཟེར་ན་ད་ལྟ་དེ་སྲིད་སྐྱོང་རང་སྟོན་གྱི་དོན་བྱ་བའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་པས་དགོངས་པ་ཞུ་ནས་གཞུང་འབྲེལ་གྱི་ཐོག་ནས་ཕེབས་དགོས་ཡ་གནས་ཚུལ་ཅིག་ལ་བརྟེན་བྱས་ནས་ཕེབས་ཡོད་རེད་ཨེ་འདི་ལ་ཚོགས་གཙོ་གིས་བཀའ་ཁྲོལ་གནང་པའི་ཐོག་ནས་རེད་དམ་མ་རེད་འདི་འགྲིག་ཡོད་རེད་དམ་ཡོད་མ་རེད་འདི་གསལ་པོ་ཅིག་གསུང་དགོས་ཀྱི་འདུག་གལ་སྲིད་འགྲིག་མེད་པ་ཡིན་ན་ཨེ་ནི་ལས་ཀ་གཞན་དག་བྱ་ནས་ཚུལ་ཤོག་ཟེར་ནས་བཀའ་གནང་ཆོག་གི་རེད་ལ

ད་ལྟ་ལས་རིགས་འདི་མ་ཕན་ཡིན་ད་གཟིགས་ཡོད་ཀྱི་རེད་ད་སེམས་ཁུར་བ་དེ་འདི་ད་ང་ཚོ་དུས་ཚོད་ཀྱི་ཐོག་ནས་ཡོང་གི་མི་འདུག་ཚང་མ་དགོངས་པ་བཞེས་རོགས་གནང་གལ་ཆེན་པོ་ཡིན་པ་ཡིན་ན་དེ་སྔོན་ནས་ཅིག་སོང་བ་ཡིན་ན་ཡིག་ཐོག་ནས་བཏང་དགོས་རེད་དེ་དེ་སྔོན་བཀའ་ལན་གནང་པ་དགོངས་པ་ཞུ་དགོས་ཡ་ན་ཡིག་ཐོག་ནས་བཏང་དགོས་རེད་ད་ཛ་དྲག་མཚམས་སོང་མི་ཐུག་ཡ་དེ་འདྲས་ཕེབས་དགོས་ན་འདི

ཉིས་སྟོང་ཉི་ཤུ་ཚེས་ལྔ་ཕྱི་ཟླ་བདུན་པའི་ཚེས་བཅུ་བཞི་ལ། ཨ་རིའི་གྲོས་ཚོགས་ཀྱི་ངོས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ཕེབས་པ་དང་འདི་དང་མཐུན་ཆེད། ཨ་རིའི་ཕྱི་ཟླ་བདུན་པའི་ཚེས་དྲུག་གི་ཉིན་མོ་དེ་མངའ་སྡེ་སོགས་ཀྱི་ཕྱོགས་དབྱིན་སྐད་ཐོག་ནས་ཞུས་ན Day of Compassion ཞེས་བྱས་འཆི་མེད་ཀྱི་ཁྲིམས་འཆར་ཅིག་འདུག་གསལ་བསྒྲགས་གནང་ཡོད་རེད། ད་ད་རིང་དེ་ཁྲིམས་འཆར་དེ་གལ་ཆེན་པོ་ཞུ་ཆགས་བསྡད་ཀྱི་འདུག་འདི་གི་ནང་དོན་གཟིགས་པ་རེ་ཅིག་ཡིན་ན། ཅིག། དོན་དང་ལྡན་པ། ཨ་རི་བོད་ཀྱི་ཐང་རྟེན་གྱི་ཐ་གཅིག་ལྔ་བཅུ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་བྱས་རྗེས་ཆ་ཚང་གཅིག་སྡུད་གནང་སྟེ་ཞིབ་ཚགས་པོ་བྱས་རྗེས་བཀོད་བསྡད་བཞག་ལྷག་པར་དུ་མཚམས་མཚམས་འདིའི་ཆབ་སྲིད་ཀྱི་ཡིག་ཆ། Political Document། པ་འདི་སོགས་ཆོས་ཡིན་པའི་སོང་ཙང་ཡང་ཚིག་གི་ཐོག་ནས་སྐབས་རེ་སྐབས་རེའི་འདྲེ་ཡ་ཟི་མ་ཟི་འདྲེ་ཡོང་གི་ཡོད་རེད་དེ་ཐང་རྟེན་འདི་ནང་ལ་ཡ་གང་ལྟར་བོད་ལ་ཡ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོ་ནས་བྱས་རྗེས་རྒྱ་ནག་དམར་པོའི་གཞུང་གིས་འཛིན་བཟུང་བྱས་འགོ་ཚུགས་ཡོད་བ། Tibet།

བོད་ནང་ལ་ཡང་ཨ་ནི་མི་སྟོང་བརྒལ་ནས་བྱས་བྱས་ད་རང་ལུས་མེར་སྲེག་གི་གནས་བབ། བོད་མི་བརྒྱ་དང་ལྔ་བཅུ་ང་དགུ་གིས་རང་ལུས་མེར་སྲེག་བཏང་གནང་བ་དང་ཨ་ནི་ཁོ་རང་གི་གཙོ་བོ་ད་ཅིག་བོད་དྲ་ཟིན་ནི་མི་འདུག་འདི་བོད་རང་བཙན་ཡིན་པ་དང་ཨ་ནི་རྒྱལ་བོ་རིན་པོ་ཆེ་བོད་ལ་ཡང་གདན་འདྲེན་ཞུ་དགོས་ཡོད་བྱས་བྱས Freedom for Tibet and Return of the Dalai Lama བྱས་བྱས་གསལ་བོ་ཞུ་འཁོད་གནང་ཤག་འདི་རེད་མ་བྱས་བྱས།

དེ་ཚོ་ཆ་ཚང་དེ་ནང་ལས་འཁོད་བསྡད་བཞག་ཨ་ནི་པན་ཆེན་རིན་པོ་ཆེ་གི་གནས་སྟངས་དེ་ཚོ་རེད། ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་གཅིག་ཉིས་སྟོང་བཅུ་གཅིག་གི་ཟླ་གཅིག་ཡང་སྲིད་དང་འབྲེལ་བའི་གི་གསལ་བསྒྲགས་དེ་ཚོ་གསལ་པོ་ཞིའོ་བྱས་ཀྱི་དེ་ནང་ལས་འཁོད་གནང་བཞག་སོང་ཙང། ད་ང་ཚོ་ཞུགས་འཐུས་བྱེད་པའི་སྐབས་ལ་ཡ་བསམ་བསམ། ཨ་ནི་གཅིག་གྲུབ་འབྲས་ག་རེ་ཐོན་ཡོད་རེད་ཡོད་མ་རེད་ལ་སྐད་ཆ་རེ་ཡོང་གི་ཡོད་རེད་བ། འདི་འདྲའི་གི་གནས་སྟངས་ཀྱི་ཐོག་ནས་ག་ལྟར་རྒྱལ་ཁབ་ཅིག་གི་སྲིད་བྱུས་ལ་ཡ་ཨ་ནི་གཅིག་མཁས་པ་བཟོ་བའི་གི་གནས་སྟངས་དེ་ཡོང་གི་འདུག།

ཞི་བྱེད་བོད་མི་ཚོ་ཉེས་མེད་ཆོས་ལ་འཚེ་བོ་མ་བྱོས་པའི་གནས་སྟངས། ལྷག་པར་དུ་བོད་མི་རིགས་ལ་ཡང་སེམས་ཤུགས་ཡོད་ངེས་ཅིག་ཡིན་ན་ད་ལྟ་ཆེ་ལ་སེམས་ཁམས་ཀྱི་ནགས་ཚལ་ལྷས་བསྐོར་གི་གནས་སྟངས་དེ་འདྲའི་ཅིག་གྲོལ་དུ་ཡོད་རེད། དེ་ཡོང་དུས་གང་ལ་དུས་ཚོད་སྣང་བརྙན་གྱི་ད་གང་དེ་དགེ་བཤེས་བར་སོགས་ཡོངས་ལ་ཡང་དག་རིན་འདེགས་ཀྱི་བརྒྱུད་ནས་འོ་ཁོ་རྣམ་པ་ཚོ་ལ་ཡང་ཐུགས་རྒྱུད་ཆོས་ཞུ་བ་དང་མ་འོངས་པ་ལས་ཞི་བྱེད་རྙོག་འཛོང་མ་འོངས་བར་དུ་མི་རིགས་འདི་གི་འཐབ་རྩོད་དེ་ང་ཚོ་མི་རིགས་ང་རིགས་ཀྱི་འགན་ཡིན་བསམ་པའི་ཐོག་ནས་གནང་རོགས་གནང་གསལ་དེ་རུ་གུ་དེ་ཡིན།

བོད་དོན་གྱི་རྗེས་ཤུལ་ལ་གནས་ཡག་དེ་གོང་ས་མཆོག་གིས་བརྡུངས་དེ་ང་རང་ཚོས་ཀྱི་བཙན་བྱོལ་ལ་ཡོད་པ་ཚོས་ཀྱི་མི་རིགས་ལ་བཅངས་པའི་ཀྱི་བརྩེ་བ་དང་དམ་བཅའ་ཞུ་བ་མེད་པའི་སེམས་ཤུགས་དེ་ལ་བརྟེན་ནས་བྱུང་བ་རེད་ཟེར་དུས་ང་རང་ཚོས་ཀྱི་ངོས་ལ་ཡང་སེམས་ཤུགས་དགོས་ཡ་གལ་ཆེན་པོ་འགྱུར་བ་མེད་པའི་སྙིང་སྟོབས་དགོས་ཡ་དེ་གོང་ས་མཆོག་གི་སྡེ་ནོར་ལོག་ལ་ཡ་སེ་དེ་ཡ་གཅིག་ཆགས་འདུག་དེ་དང་འབྲེལ་ནས་ཡང་ང་ཚོ་བཙོན་གྲོལ་ལོངས་པ་ལས་ཡང་རྣམ་པ་ཚུགས་ཀྱི་ཆ་ཚང་གི་མཐོང་དུ་ཡོད་རེད་སྲིད་སྤྱི་ལས་བྱེད་མས་སྐྱོན་འཛུགས་བྱེད་ཀྱི་མེད། ཡིན་པས་ནས་སོ་སོའི་སྒེར་གྱི་ནོར་ལུག་ལས་སེམས་ཁང་སྟེང་གི་ན་ཚ་ལས་ཡག་དེ་དག་ལུག་འདྲ་བོ་སྦྱིན་པ་ཡིན་ན། པེ་ཅིན་ཆོང་སུའི་རིན་པོ་ཆེ་དགྲ་བོ་རྒྱ་དམག་གིས་མཚན་དབུགས་ལུག་ཅོ་ནི་ལོ་སུམ་ཅུ་རེད། ག་གསུམ་ཆ་མེད་འགྲོ་ནི་ལོ་སུམ་ཅུ་རེད།

དོན་ཚན་ལྔ་སྟེ། དོན་དམ་བོད་ཀྱི་ང་རང་ཚོའི་གོང་ས་མཆོག་གིས་ཐོག་མར་སྒྲིག་འཛུགས་དེ་བཙུགས་པའི་དམིགས་ཡུལ་དང་མཚོན་པ་དེ་རང་གཞན་སེ་གེ་བྱེད་དགོས་འདུག་ད་ལོ་འདྲ་བོ་ཅིག་ཡིན་པ་ཡིན་ན། ང་རང་ཚོའི་རྒྱལ་སྲིད་ཀྱི་ཐོག་ལ་དཔལ་ཆེན་ཆུང་སྲིད་རིན་པོ་ཆེ་རྒྱ་བོད་བཙན་དབུ་ལ་ཡར་ལོ་སྲུང་སྐྱོབ་འཁོད་དགོས་ཡོད་རེད་ཞྭ་སྒྲེང་རིན་པོ་ཆེ་འཁོད་དགོས་ཡོད་རེད། བཅུད་ཀྱི་རོ་དང་རིན་པ་གྱིས་མི་རིགས་འདི་གའི་ཆེད་དུ་བརྩེ་བ་ཡོད་ངེས་དེ་ཚོ་རྒྱ་ཡིས་ཚུགས་ཚུགས་ཞུ་དགོས་པ་དང་ང་ཚོ་བཙན་བྱོལ་ལས་ལས་འགུལ་སྤེལ་མཁན་ག་ཚད་བྱེད་དགོས།

དོན་དམ་པར་དངོས་ཡོད་གནས་སྟངས་ཀྱི་ཐོག་ལ་ཆ་སྒྲ་འབྱེད་རུང་བ་དང་མི་རུང་བ་དང་དངོས་ཤུགས་བརྒྱུད་གསུམ་ལ་འཇོག་དེ་འདྲའི་རྩ་བ་ནས་ས་མཚམས་མེད་པའི་ཐོག་ལ། གང་བྲལ་བ་གང་མཐའི་བ་གང་རགས་པ་ཚང་མ་བཀྲམ་བཞག་པ་དེ་གས། བོད་ནང་གི་གནས་སྟངས་མང་པོ་བཅས་དང། ཕྱི་སེམས་གདན་སེམས་མང་པོ་བཅས་ཡང་དཀའ་ངལ་འཕྲད་ཡ་བཅས་དང་དཀའ་ངལ་ཕ་མ་འཕྲད་ཡ་བཅས་དང། ཅེས་བཤད་ལ་ལ་སྒྲ་ལ་ལ་བཞག་བྱ་བ་འདྲ་བོ་ཅི་དངོས་ཡོད་གནས་ཚུལ་ཡོང་གི་འདུག་དེ་ཡང་འདི་ནི་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཞུ་གི་ཡོད། ད་ང་ཚོ་བོད་ནང་གི་གཟའ་གྲགས་གནས་སྟངས་དེ་འདྲའི་དཀའ་ངལ་ཡོད་པ་དེ་དངོས་ཡོད་གནས་ཚུལ་ཡིན་དུས། སྐབས་དང་དུས་ལ་བརྟེན་ནས་དོན་དམ་པ་དེ་ལ་ཕན་ཐོགས་ཡོང་གི་འདུག་དང་མི་འདུག་ཞུ་ས་གཅིག་ལས་ཞུ་གཏུག་ས་གཅིག་ལ་དན་རྟགས་ཡོང་བ་བཅས་བྱེད་དགོས་པ་མ་གཏོགས་ང་ཚོས་འདི་ནས་ཁྱབ་བསྒྲགས་བྱེད་ཐུབ་པ་ཙམ་གྱིས་དེ་འདྲས་བྱས་བཞག་པ་ཡིན་ན།

བློ་གཟུ་བོ་རྣམས་ནས་ནས་སོང་ལ་བཏང་དེ་འདྲ་བྱེད་དགོས་འདུག་བོད་ནང་ལ་ཡོད་པའི་གཞིས་ལུས་བོད་མི་དེ་ཚོ་ལ་ཤ་ཚ་གཅིག་ཡོད་ན་སྙིང་རྗེ་གཅིག་ཡོད་ན། ང་རང་ཚོ་གཞིས་ལུས་རྒྱ་ཆེའི་མི་མང་ལ་ལ་རྒྱ་གཅིག་ཡོད་པ་ཡིན་ན། དེ་ཚོ་ལ་ཕན་པ་གཅིག་ང་ཚོས་ག་རེ་དགོས་ཀྱི་འདུག་ག་རེ་སྒྲུབ་དགོས་ཀྱི་འདུག་ང་རང་ཚོ་མ་རེད་བ་མ་འདྲེ་བ་ཅུང་ཅུང་ཤེས་ལྡན་མ་ཡིན་པ་ང་ཚོའི་ཕྱི་ལོགས་ལ་ཡོད་ན་ཡང་དབུ་ཁྲིད་བླ་ན་མེད་པ་དེ་གི་ཐུགས་རྗེ་བཀའ་དྲིན་དང་མི་རྡོ་རྒན་པ་གི་ང་ཚོ་ལི་པི་ཆག་ཡང་མང་པོ་ཡོད་བ། ལི་པི་ཆག་དང་ལི་ཡག་པོ་དེ་ཚོ་ཡང་དེ་སི་མ་དྲིལ་བསྒྲགས་བྱེད་དེ་འདྲ་བསྟན་དེ་འདྲ་བྱེད་པ་ཡིན་ན་བོད་ནང་ལ་ཡོད་པའི་བོད་མི་དཀའ་སྡུག་མྱོང་བཞིན་པ་ད་ལྟ་ཤུལ་ལུས་མི་ལ་ལྷག་དེ་བ་དེ་ཚོ་ཡིན་ན་ཡང་ཁོ་ཚོ་སེམས་ཤུགས་འཕར་ཡ། དཔེར་ན་མི་ཚང་གཅིག་ཡིན་ན་ཡང་ཕ་མ་གཉིས་རྒན་ཞིང་ཁོག་པ་དཔལ་ན་ཟུག་ཆེན་པོ་གྱི་སྣ་ལ་དེ་འདྲ་བསྡད་དེ་ཡོད་ན་ཡང་བུ་ཕྲུག་དུ་སུ་ཡག་པོ། བུ་ཕྲུག་སྤྱོད་པ་ཡག་པོ་མཇལ་མཐོང་ཡོད་པ་ནུས་པ་ཡག་པོ་ཡིན་ན་ཡང་ཕ་མ་དེ་གཉིས་ཀས་ད་མི་ཚེ་གཅིག་དཀའ་ལས་བརྒྱབ་ན་ད་ང་ཚོ་གཉིས་གཅིག་ཕ་ཚེ་ཕྱི་མི་ལམ་ལ་འགྲོ་རེ་ན་ཡང་ང་ཚོའི་བུ་ཕྲུག་དེ་གང་གཅིག་གི་ཐོག་ལ་ཡང་ཡག་པོ་ཅིག་བྱེད་ས་ར་ཨ་གསུམ་པའི་ག་རེ་བ་དེ་འདྲ་གཅིག་གི་ཐོག་ལ་ཡང་ཕ་མ་གཉིས་བློ་བདེ་བ་ཡིད་ཚིམ་པོ་དེ་འདྲ་ཡོང་གི་འདུག་བ། དེ་ནང་བཞིན་གྱི་ང་རང་ཚོ་ཕྱི་ལོགས་ལ་ཡོད་པའི་རྒྱལ་བའི་བཀའ་གནང་བཞག་པ་རྒྱལ་བའི་བཀའ་ག་རེ་བསྒྲུབ་ཐུབ་པ་དང་ག་རེ་མ་བསྒྲུབ་པ་ང་རང་ཚོ་ཀྱི་ལེབ་ཆ་དེ་ཚོ་གཅིག་དངོས་གནས་ཡིན་དེ་འདྲས་ཀྱི་ཡར་རྒྱས་གཏོང་དགོས་དེ་འདྲས་ཀྱི་བྱུང་བ་ཡིན་ན་ཨ་ནི་གཞིས་ལུས་རྒྱ་ཆེ་མི་མོ་དེ་ཚོ་གདུང་སེམས་མཉམ་བསྐྱེད་དང་ཁོ་རང་ཚོ་སེམས་ལ་དངོས་གནས་ནད་ཐོག་གི་སྨན་རྩ་ཏན་ཏན་ཡོང་གི་རེད་དྲན་གྱི་འདུག་ད་ལྟ་གང་དུ་ཞུས་པ་ནང་བཞིན་གྱི།

ཨ་ནི་ཐུགས་ལ་བཞག་དགོས་ཡ། དེ་གལ་ཆེན་པོ་ཞིག་འདུག་མ་གཏོགས་གལ། གང་ཞིག་གནས་སྟངས་ཆུང་ཆུང་ཅིག་ལ་ཡང་ཆ་སྒྲག་ཆེན་པོ་ཅིག་དང་གྲ་སྒྲག་ཆེན་པོ་ཅིག་བྱེད་ཅེས་དེའི་གི་རྐྱེན་བྱས་ནས་བོད་ནང་ལ་ཡང་རྡ་སའི་ཆེན་པོ་དང་དཀའ་ངལ་མང་པོ་འཕྲད་དང་ཐ་ན་ཚེ་སྲོག་ལ་ཉེན་ཁ་འཕྲད་དགོས་ཡ་དེ་འདྲ་མང་པོ་ཡོང་སོང་ད་ཡོང་གི་འདུག་ད་དེ་འདྲ་ཡིན་ཙང་ནས་དེ་འདྲ་ཚང་མ་གཟབ་གཟབ་བྱས་བྱས་ནས་ཚང་མ་རི་སི། སོ་ཤི་མི་དྲེ་ལག་མ་རེ་ཕར་བཀྲམ་ཆག་བཀྲུ་བ་བྱས་བཞག་ན་འགྲིག་གི་མི་འདུག་ད། དཔེ་ན་ང་འདྲ་བོ་ཅིག་ཡིན་ན་ཡང། མོ་དེ་ལ་སོགས་པ་ལ་ང་རང་འགྲོ་ས་བསྡད་ས་ངོ་ནས་སྦེད་སོང་ཡོད་པའི་ཆ་སྒྲ་བྱེད་དགའ་བོ་ཡོད། ཡོད་དེ་གནས་འགའ་ཡལ་བ་དེ་ངས་ཆ་སྒྲ་བྱེད་ཀྱི་མེད། དེ་བྱས་ནའང་བསྙན་པར་རོགས། དེ་འདྲ་ཡིན་ཙང་ནི་ང་ཚོས་ཀྱི་ངོ་ནས་དེ་ཆ་སྒྲ་བྱེད་རུང་བ་དང་མི་རུང་བ། ང་རང་ཚོ་བོད་ལ་ཤ་ཚ་སྙིང་རྗེ་ཡོད་པའི་ཐོག་ལ

བོད་དེ་རྒྱ་ཤོག་ཚུར་སྤེལ་གྱི་ཐད་དགོས་པའི་ཐོག་ལ་དེ་ནས་བསྒྲགས་གཏམ་ཞིག་སྤེལ་འགོ་དེ་ནང་བོད་དེ་ལོ་རྒྱུས་ཀྱི་རང་བཙན་རྩོད་མེད་རྒྱ་ཁག་ཡིན་པའི་ངེས་འཛིན་གནང་བཞག་དེ་འདི་ཧ་ཅང་གི་ཡག་པོ་རེད་དྲན་གྱི་འདུག་དེ་རིང་གོ་སྐབས་འདི་བརྒྱད་ནས་དེ་རིང་ཉེ་འཁོར་ལ་ཡོད་པའི་བོད་དེ་རྒྱ་ཤོག་ཚང་མ་ལ་སྙིང་ཤུགས་རིག་པའི་སྟེང་ནས་བཀའ་དྲིན་བླ་ན་མ་མཆིས་པ་ཆེན་ཆེན་ཟེར་ཞུ་འདོད་སྐྱིད་བྱུང།

མཉམ་འབྲེལ་རྒྱལ་ཚོགས་འགྲོ་མིའི་ཐོབ་ཐང་གི་ཚོགས་ཆེན་ཐེངས་ལྔ་བཅུ་ང་དགུ་པ་འགྲོ་མུས་དང་བསྟུན་དབྱིན་ཡུལ་སོང་བཞག་འདི་ཕལ་ཆེར་ལྔ་བཅུ་ང་དགུ་སྐབས་སུ་བཟུང་ན་ཡག་མེད་འགྲོ་བསམ་འདུག་ད་ལྟ་འགྲོ་བཞིན་པ་དེ་དྲུག་ཅུ་ཐམ་པ་ཡིན་པ་ཡོད་དེ་བཞེད་དུས་དེ་སྔས་མ་འགྲོ་ས་ཚར་བ་ཞིག་སོང་ཙང་འགྲོ་མུས་གསུངས་པ་ཡིན་ན་ཚིག་འདི་ལྟས་བདེ་བོ་ཡོད་དམ་མེད་ཅིག་དགོངས་པ་བཞེས་རོགས་གནང་ཞེས་ཅིག་ཞུ་ཡག་ཡིན་དེ་ནས།

ཚང་མ་ལ་ཡང་སྐྱབས་བཅོལ་ཞུ་ཡ་ཡིན་ཨ་ནི། སོ་སོའི་ངོས་ནས་ནམ་རྒྱུན་ང་ཚོ་གཅིག་ད་ཞུ་བའི་ནི་ཚང་མ་ལ་ཤེས་ཚ་ཡ་མེད་པ་ཅིག་རེད་ཞུ་ཡ་མང་པོ་ཡོད་འདོད་ཅིག་རེད་དེ་ཡིན་དོན་ཚན་འདིའི་ནང་ལ་མ་བཀོད་པ་ཅིག་དམིགས་བསལ་བྱེ་བྲག་པ་ཅིག་ང་ཚོ་སུ་ལ་ཕལ་ཆེར་ཞུ་ཡ་ཡོང་དོགས་ཁོ་བ་མ་རེད་སོ་སོ་ལས་ནས་ཞུ་ཡ་མི་འདུག་དེ་བྱེད་དུས་ད་དོན་དག་ཡང་སྙིང་དེ་ཞོར་དྲོག་ན་མར་དོན་གོ་གི་ཡོད་པ་ཡིན་དུས་དོན་ཚན་བདུན་པའི་ནང་ལ་རང་དབང་ལུང་པའི་ནང་ཡོད་ངེས་ཚོད་ཀྱི་དྲིལ་བསྒྲགས་ག་འདྲས་ཞུ་དགོས་འདུག་ཞུ་གཏུག་ག་རེ་བྱེད་དགོས་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་སོ་སོའི་གི་ཁྲི་བའི་གི་མི་རིགས་སྲུང་གི་སྐད་ཡིག་སྲུང་སྐྱོབ་ག་འདྲས་བྱེད་དགོས་འདུག་མི་རིགས་གི་ཐོག་ལ་མི་ཉམས་ཆུང་འཛིན་ག་རེ་བྱེད་དགོས་འདུག་སྐད་ཡིག་མི་ཉམས་ཆུང་འཛིན་ག་རེ་བྱེད་དགོས་ཀྱི་འདུག་དེ་སྐད་དེ་ལ་ཡ་ཨན་དེའི་ནང་ལ་གོང་མཐོ་ལ་གཏོང་ཡག་གི་ད་ནུས་པ་བཏོན་དགོས་ཀྱི་རེད་གསུང་ཡག་དེ་དེའི་ནང་ལ་ཞེ་དྲག་ཤུགས་ཆེན་པོ་བསྐྱོན་ཞབས་དེ་གཞི་བཟུང་གི་ང་ཚོ་རང་དབང་ལུང་པའི་ནང་ཡོད་ངེས་ཞུ་གདུང་སེམས་མཉམ་སྐྱེད་ངོ་མ་དེ་དེ་ཇི་བཞིན་ཚང་ག་ཅིག་ང་ཚོ་གནང་ཡོད་ན་དུང་སེམས་མཉམ་སྐྱེ་ཏན་ཏན་ཆགས་འདུག་ཡོད་རེད་བསམ་འདུག་ད་དེའི་ཐོག་ལ་ང་ཚོ་ཞེ་དྲག་ཅིག་གནང་མ་ཐུབ་བས་ན་ཞུ་བོ་དཀར་བོས་གང་དུང་སེམས་མཉམ་སྐྱེ་གི་བྲིས་པ་གཅིག་པོ་ཙམ་གྱིས་མ་གཏོགས་དེ་ང་ཚོ་གཞིས་ལུས་སྤུན་ཟླས་ཀྱི་ཐུགས་ཕན་གསོ་ཡ་ཅིག་དང་སེམས་ཤུགས་འཕེན་ཡ་ཅིག་ཡོང་གི་ཡོད་དང་མེད་དང་དེ་ཁོ་གནས་སྟངས་ཅིག་སོང་ཙང་ད་ལྟ་དོ་བདག་ཡང་སྙིང་སྙིང་པོ་དེ་རང་དབང་ལུང་པའི་ནང་ལ་ཡོད་ཉེན་ཚོད་ཀྱི་དོན།

སྡེ་བ་དུ་མར་དེ་འཛམ་གླིང་རྒྱལ་སྤྱིའི་སྒང་ལ་དཔལ་སྤེལ་མཁན་གྱི་གཅིག་གི་གནས་ཚུལ་པ་འདྲ་ཅིག་ཡིན་ཚེ་ང་ཚོ་དགའ་དུས་ན་བཤད་གི་ཡོད་རེད། དེ་ཧང་ནང་བཞིན་སྤྱི་ལེ་བརྒྱ་ཕྱི་མ་མིན་གི་ཡང་ང་ཚོ་ལ་རེ་བ་ཆེན་པོ་གཅིག་འབྱོར་བསྡད་ཡོད་རེད། དེ་ཡིན་དུས་ཡང་ཁོང་རྣམ་པས་ཡང་ང་ཚོ་གཅིག་གི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ནས་གཅིག་ཆབ་སྲིད་ཀྱི་སྒང་ནས་གཅིག་ཆེན་པོ་ཅིག་བྱེད་ཡོང་བའི་བསམ་ཡས་རེ་བ་དེ་ཡོད་ཀྱི་མ་རེད་བསམ་གི་འདུག་ཁོང་རྣམ་པས་ང་ཚོའི་གནས་སྟངས་དང། ང་ཚོ་འཇོན་ཐང་དང་ང་ཚོ་ནུས་པ་གང་བལྟས་ན་ཅིག་ཡོད་ཀྱི་མ་རེད་བསམ་འདུག་ཡིན་ན་ཡང་ཁོ་ཚོ་ག་རེས་ང་ཚོ་རེ་བ་ཆེན་པོ་བརྒྱབ་བསྡད་ཡོད་རེད་ཟེར་ན། ང་ཚོ་རང་དབང་ལུང་པ་ཅིག་གི་ནང་ཡོད་རེད། ང་ཚོ་ལ་སྐད་དང་ཡི་གེའི་རིག་གཞུང་ཐུན་མོང་མ་ཡིན་པའི་གོམས་གཤིས་ཡོད་པ་དེ་ལ་ནི་འཛིན་སྐྱོང་སྤེལ་གསུམ་བྱེད་ཡག་གི་ནུས་པ་ཆ་ཚང་ཅིག་ང་ཚོ་ལ་ཡོད་ཁོ་ཚོས་དེའི་ནུས་པ་དེ་འཛིན་སྐྱོང་སྤེལ་གསུམ་བྱེད་ཀྱི་རེད་ཨ་བསམ་ཡག་གི་རེ་བ་དེ་སེམས་གཏང་གི་ཡོད་རེད་ང་ཚོ་ལ། སོ་སོ་ཡང་དེའི་བག་ཆགས་དང་དེའི་གོམས་གཤིས་གཟུགས་ཀྱི་སྒང་ནས། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལ་ཡང་སླེབས་པའི་སྐབས་ལ་ཡང་ནི་ཨོ་ད། སྐད་དོན་ཡི་གེའི་རིག་གཞུང་གི་སྒང་ལ་ཅིག་བཤད་དགོས་ཨ་བསམ་ཡི་གི་བསམ་བློ་ཅིག་ཤུགས་ཆེན་པོ་ནས་ཅིག་དེའི་སྒང་ལ་སྒྲོག་ལངས་བྱེད་དགོས་ཨ་ཆ་ཤས་ལེན་དགོས་ཨ་བསམ་ནས་རེ་བ་འདི་ཆེན་པོ་ཅིག་བརྒྱབ། ཞིང་སྡེའི་སྒེར་གྱི་གྲུ་ཆུ་ཡང་མང་པོ་ཁུར་ཡིན། དགའ་ཐོག་ཅན་གྱི་གྲུ་བ་ཡང་མང་པོ་བཏང་ཡིན། ཐུགས་སྣང་བཞེངས་སྐར་ཡང་མང་པོ་བཏང་ཡིན། མང་ཤོས་དེ་ང་ཡིན་ཟེར་ན་ཆོག།

དཔེར་ན་ང་ཚོ་ཞིག་བྱེད་ཐུབ་ཡ་དེ་ད་སྐད་ཡིག་རིག་གཞུང་ཆེད་སྐུལ་རེད། དཔེར་ན་ང་ཚོ་ཅིག་བོད་ཀྱི་ཆོས་སྐུ། ཆོས་བར་དགའ་སོགས་ཀྱི་སྒང་ལ་ཆེད་སྐུལ་སྒང་ལ་བསམ་བློ་གཏོང་བ་ནི་གྲུ་ཆུར་བཞག་ཡོད་རེད། ཡིན་ན་ཡང་ད་དེར་ང་ཚོ་ད་མ་ཡོམ་ནི་གི་དུས་ཚོད་ན་བཀའ་བློན་རྣམ་པ་རྣམ་པ་གཟིགས་ད་ན་ཡང་ན་ཆོས་སྐུ་ཡ་མ་བཟུང་ནབ་ད་འགྲོ་དེ་དེ་ག་རེ་རེད་ད་ང་རང་ཚོ་ཐུན་མོང་མ་ཡིན་པའི་ཆོས་སྐུ་ག་རེ་བཞིན་སྐོང་ཐུབ་ཀྱི་ཡོད་མ་རེད། ཁྱེད་རྣམ་པ་ཚོ་མིག་དཔེ་དབུ་ས་ར་མིག་དཔེ་ལྟ་ས་ར། ང་ཚོས་ག་དུས་ཡིན་ན་རྒྱ་ནག་གཞུང་དམག་ཁ་གཏང་གཅིག་གཅིག་བྱེད་གི་བོད་ཀྱི་རིག་གཞུང་རྩ་མེད་གཏང་གི་འདུག་ཅིག་ཅིག་ཅིག་ལབ་གི་ཡོད་རེད་ཡིན་ན་ཡང་རྒྱ་ནག་མི་དམངས་འཐུས་མི་ཚོགས་ཆུང་འཚོགས་པའི་སྐབས་ན་མི་རིགས་ལྔ་བཅུ་ལྔ་དྲུག་གི་སོ་སོའི་ཐུན་མོང་མ་ཡིན་པའི་འཆི་བ་བཀག་ནས་བཀྲ་ལམ་ལམ་ཡོང་གི་འདུག་བ། ད་ལྟའི་འཁྲབ་སྟོན་རེད་ཟེར་བ་དང་ང་ཚོའི་འཁྲབ་སྟོན་བྱེད་ཆོག་གི་རེད། མདོ་དབུས་ཁམས་གསུམ་གྱི་འཁྲབ་སྟོན་བྱེད་དང་དུས་ལོག་གོན། ཡིན་པ་ཡིན་ན་ཡང་ང་རང་ཚོའི་ཡང་ན་རྐུབ་བཀྱག་ཚ་བོ་ཚ་བོ་བཟོ་ཡི་བསྡད་བསྡད་པ་ཡིན་ན། ངས་ཡོང་གི་མི་འདུག་བསམ་ན་སེམས་ཚོར་དེ་གཏང་གཟབ་པོ་ཡོང་གི་ནི་ཡོད། དེ་འདྲ་བྱེད་བསྡད་བསྡད་པ་ཡིན་ན་ང་ཚོ་གཞིས་ལུས་རྒྱ་ཆེའི་མི་མང་ང་ཚོ་ལ་རེ་བ་ག་འདྲ་ཅིག་བྱེད་ཐུབ་གི་རེད། ང་ཚོ་ལ་ཡིད་ཆེས་ག་ཚོད་ཅིག་བྱེད་ཐུབ་གི་རེད། དེ་ནས་ནི་ང་ཚོ་ཞི་ལི་རྒྱལ་སྤྱིའི་མི་མང་གི་ཅིག་ཡིན་ཅིག་ཡིན་ཡིན་ཡིན་ལབ་ཡ་དེ་བསམ་བློ་བཏང་དགོས་ཡ་རེད་འདུག་དེའང་ནང་བཞིན་ང་རང་ཚོ་ཡང་ད་ལྟ་གང་ནས་ཡང་ཕྱག་རོགས་མང་པོ་ཅིག་གི་སོང་གི་འདུག་ང་ཚོ་ལ་འགན་འཁྲི་མང་པོ་ཡོད་རེད་ང་ཚོ་ཞི་ལི་རྒྱལ་སྤྱིའི་མི་མང་གི

གཅིག་མ་གཏོགས་བཤད་ཀྱི་མེད་ཨ། དེ་དེ་ན་མ་རེད། ཡིན་ན་ཡང་ད་བཤད་པ་ཡིན་ན་ང་ཚོ་ལ་ཁོར་ཡུག་ཟིག་མེད་དེ། བཤད་པ་དེ་ཡང་ཅིག་དཀའ་ལས་འདྲ་ཅིག་འདུག་ད་ཡིན་ན་ཡང་ག་དུས་ཡིན་ན་ཅིག་སེམས་ཤུགས་འདྲ་བརྒྱབ་ཡ་འདི། ང་རང་ཚོ་སྤྱི་ཚོགས་ལ་ཅིག་གར་ཟིག་དགོས་འདྲེ། བསམ་གཅིག་གིས་བཏང་ན་ཟིག་ལས་ཀྱི་སྣེ་མོ་བ་ཚོ།

ཐོག་ལ་གནད་འགག་ཆེན་པོ་ཅན་གྱི་ཐོག་ནས་དམིགས་བསལ་གྱི་གལ་ཞུ་ཡ་མེད་ད་ཡིན་ན་ཡང་ཆ་ཤས་ལེན་ཡ་དེ་གལ་ཆེན་པོ་ཐོག་ནས་དེ་གཅིག་ཞུ་ཆོག་བྱས་ཟེར། ད་ང་ཚོ་དེ་བོད་ནང་ལོག་གི་རྫ་དྲག་གི་གནས་སྟངས་སྐོར་ལ་གདུང་སེམས་མཉམ་བསྐྱེད་ཞུ་བའི་གཙོ་བོ་དེ་ད་བོད་ནང་ལོག་གི་གཞིས་ལུས་མི་མང་ཚོགས་ཀྱིས་ད་ད་ལྟའི་དཀའ་ངལ་མྱངས་དང་མྱངས་བཞིན་པ་དེ་ལ་ང་ཚོ་གི་ཚོར་བ་ཡོད་ཟེར་རོ། ང་ཚོ་གི་ཧ་གོ་གི་ཡོད་ཟེར། ཨ་ནི་དེ་ག་ནང་བཞིན་གྱི་ཁོང་རྣམ་པ་ཚོ་གི་ད་ད་ཡིན་ན་སེམས་ཤུགས་མ་ཆག་ནས

ངའི་བསམ་པ་ལ། ད་བོད་རྒྱ་ཞི་མོལ་ལས་འདི་དག་དབུ་མའི་ལམ་ལ་ཞུགས་འོས་པ། དེ་ཚོ་དངོས་གནས་དྲང་གནས། དོན་དག། གདིང་ཟབ་པོ་དང་གལ་ཆེན་པོ། ད་ཕྱོགས་མང་པོ་ནས་བསམ་བློ་བཏང་ནས། དེ་འདྲའི་ཆེད་ང་རང་ཚོ་གི་སྲིད་ཇུས་ལངས་ཕྱོགས་ཅིག་ཡིན་པ་དེ། སོ་སོ་སྒེར་འདྲ་བོ་ཅིག་ལ་ཞེ་དྲག་དགོས་ཚུལ་མེད་ན་ཡང་དངོས་གནས། ཚོར་བ་ཆེན་པོ་ཞིག་ལེགས་འདུག་འདི་ཕྱོགས་མང་པོ་ནས་བསམ་བློ་བཏང་དགོས་ཡོད་འདུག་ཟེར་ངས་དེ་རིང་འདི་ཞུ་ཡ་ཡིན། བོད་ནང་ལོགས་ཀྱི་གཞིས་ལུས་མི་མང་ལ་གཙོ་བོ་གཞིས་ཤག་ཆེ། ཨ་ནི་རྒྱ་ནག་ནང་ལོགས་ཀྱི་གནས་སྟངས། ག་འདྲི་ཆགས་འདུག་ད་རྒྱལ་ཁབ་ཅིག་གི་གནས་སྟངས་འདྲ་བོ་ཅིག་དེ་སྔ་འདྲ་བོ་ཅིག་ན་ཁོ་རང་མགོ་ཁོས་རེད་ད་ཁོ་རང་ཚོ་གི་རྒྱ་ནག་གི་ནང་ལོགས་ལ་དཔལ་འབྱོར་གི་གནས་སྟངས་རེད་མུ་གེ་གི་གནས་སྟངས་ཀི་ཆེད་དུ་ཁོ་རང་ཚོ་ཁོ་རང་ཚོ་དབུ་ཁྲིད་དུས་ཚོད་དབུ་ཁྲིད་ཅིག་བདམས་ནས་ཁོ་རང་ཚོ་འགྲོ་སྟངས་སྒྲོམ་གཞི་ཅིག་བཟོས་ཡོད་རེད་ད་དེང་སང་ད་ད་ལྟའི་ཆ་ལ་གནས་སྟངས་དཔལ་འབྱོར་གི་ཐོག་ཡིན་ནའི་ག་རེའི་ཐོག་ནས་འགྱུར་བ་དེ་ནི་ད་མི་མང་གི་ཁོ་རང་ཚོ་རྒྱ་མི་རིགས་ཁོ་རང་ཚོ་ཡིན་ནའི་ཁོ་རང་ཚོ་གི་འདོད་པ་ངོ་མ་དེ་ག་རེ་ཡིན་པ་དེ་སྟོན་ཐུབ་ཐུབ་ཀི་ཡོད་རེད་བས། ཁོ་རང་ཚོ་ག་རེ་སེམས་པ་ནང་ལ་ག་རེ་སྒུག་ཡོད་རེད་ད་ག་རེ་ཁོ་རང་ཚོ་ལ་ག་རེ་གནས་གི་ཡོད་རེད། དེ་ཚོ་དཔའ་བས་ཁོ་རང་ཚོ་གི་གདམ་ཀ་ཞིག་བྱེད་ཐུབ་ཀྱི་ཡོད་རེད་མ་རེད་ལ་ནི། དེ་འདྲའི་གི་གནས་སྟངས་ཅིག་གི་གནས་སྟངས་དང་དུས་ཚོད་ཅིག་ལ་ཤར་བསྡད་འདུག་བསམ་གི་འདུག་བྱས་ཙང་ད་སོ་སོ་གི་བསམ་ཚུལ་སོ་སོ་གི་འདོད་པ་བཤད་མ་ཐུབ་སར་སྐད་ཆ་བཤད་དེ་ཉུག་རུ་ཉུག་རུ་དང་ཁྲག་རུ་ཁྲག་རུ་འགྲོ་བས་ཨ་ནི། ཞེད་སྣང་དང་ཅིག་གང་ནས་མ་འབུར་འཇོམས་གནང་ཡང་སོ་སོ་གིས་ཅིག་སུ་འདྲ་བྱས་ནས་ཅིག་ཡ། སྐད་ཆ་ཅིག་བཤད་བ་ཡིན་ན་སོ་སོའི་གཞུང་ལ་བཤད་བ་ཡིན་ན་གང་ནས་མ་གནས་མལ་དང་ཞེད་སྣང་དང་ཐ་མ། མཚོན་ཆ་དང་དེ་འདྲས་ཀྱི་ཐོག་ནས་མ་གནས་མལ་གྱི་འདི། ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་དུས་ཨ་ནི་མ་འོངས་པ་གི་རྒྱ་ནག་གི་ད་ལྟ་གི་འགྲོ་སྟངས་སྒྲོམ་གཞི་དང། ཁོང་ཚོ་གི་དཔོན་རིགས་འདི་ཚོ་གི་གནས་སྟངས་ག་འདྲས་འདྲ་བོ་ཅིག་ཆགས་ཀྱི་རེད་ཟེར་ན་ནི་འདི། ཅིག་གནས་སྟངས་འགྲོ་ཅིག་གལ་ཆེན་པོ་འགྲོ་རྒྱུ་གཏོང་སོང། དེ་ག་ནང་བཞིན་གྱི་ད་ང་རང་ཚོ་དེ། ད་བོད་ཀྱི་ཕྱི་ལོགས་ལ་ཡོད་པའི་ང་ཚོ། ང་རང་ཚོ་གི་འགན་དེ། གཙོ་བོ་གཙོ་བོ་དེ་ང་རང་ཚོ་གི་ད་ཅིག་ཕྱག་བྲིས་ཅིག་དེ་མང་པོ་ཅིག་གསུངས་སོང། གཙོ་བོ་གཙོ་བོ་དེ་ང་རང་ཚོ་གི་ད་ང་རང་བོད་ནང་གི་གནས་སྟངས་དེ། འཛམ་བུ་གླིང་ནང་ལོགས་ལ་གནས་སྟངས་དེ། བདེ་སྡུག་ཞུ་བའི་དང་ཁོང་ཚོ་འགྲེལ་བཤད་རྒྱག་དེ་རེད་གལ་ཆེན་པོ་ཞུ་རེད་བསམ་གྱི་འདུག། འདི་དེ་ཐོག་ལ་ང་ཚོ་ག་རེ་ཐོག་ནས་ད་དམིགས་བསལ་གྱི།

ངས་བཀའ་མོལ་གྱི་ཞུ་བའི་གཅིག་ལ་དཔེར་ན། ཁ་སེང་ཉེ་ཆར་དུ་བ་ལ་རྒྱ་གར་གྱི་དཔོན་རིགས་གཅིག་གིས། ང་ཚོ་དེ་སྔ་གི་རྒྱ་གར་གྱི་བོད་ནང་ལོགས་ལ་སྲིད་བྱུས་གཟིམ་སྟངས་སྐོར་ལ་བོད་དེ་རྒྱ་ནག་གི་ཆ་ཤས་རེད་ལབ་དེ་དེ་སྔ་ནེ་རུ་སྐབས་ལ་ཨ་ནི།

ད་ད་ལྟ་གི་ཆ་ལ་ནི་བོད་དེ་རྒྱ་ནག་གི་གཟིམ་དེ་ཡོད་རེད་བཙན་བཟུང་བྱས་ཚར་དུས་ནི་བོད་དེ་རྒྱ་ནག་གི་ཆ་ཤས་རེད་ལ་ནི་དེ་འདྲས་ཅིག་ཁོང་རྣམ་པ་གིས་དེ་འདྲས་གསུངས་དུས་འོ་ཚོད་དེ་ཚོ་ལ་ང་ཚོ་འགྲེལ་བཤད་རྒྱབ་སྟངས་ཡིན་ན་རེད་མ་འོངས་པ་ཡིན་ན་དེ་ཚོ་ཅིག་གོ་སྐབས་འདྲ་བའི་གཟིམ་བྱས་དེ་ཚོ་ཏན་ཏན་རང་ག་རེ་ཟེར་ང་རང་ཚོ་གོ་སྐབས་སྟངས་འཛིན་གནང་དགོས་རེད་བསམ་གི་འདུག་དེ་ག་ནང་བཞིན་གྱི་ད་ང་ཚོ་ད་ཅིག

ལགས་སོ། ཨ་ནི་འདི། ད་མ་འོངས་པ་ཡིན་ན་ཡང་ང་ཚོ་གོང་ས་མཆོག་ད། ད་ལོ་མང་པོ་རྗེས་ལ་ཡང་བསྐྱར་དུ་ཨ་ནི་ང་ཚོ་དགུན་དུས་བཅོ་ལྔ་པ་ཕེབས་ཀྱི་ཡིན་ལ་དུས་ང་ཚོ། དེ་བས་ཀྱང་ང་ཚོ་སེམས་ཤུགས་ཆགས་ཡས་དེ་རྩ་བ་རང་ནས་ཡོད་མ་རེད་ཟེར་ཞུ་ཡ་ཡིན་ཐུགས་རྗེ་ཆེ། རྩ་བའི་རྣམ་པ་དེ་མཆན་གྱི་རེད་བ། ད་ལྟ་སྲིད་ཇུས་ལུང་པ་སོ་སོ་སྲིད་ཇུས་ཟིན་ཐོ་མ་འདྲ་བ་ཡོད་རེད་དེ་ཚོ་དེ།

བྱས་རྗེས་ཚང་མ་ལ་རེ་རྒྱབ་སྐྱོར་ཞུ་གི་ཡོད། ད་དེ་ང་ཚོ་གྲོས་ཚོགས་ནམ་ཚོགས་ལས་ཅེག་བོད་ནང་གི་རྫ་དྲག་གནས་སྟངས་ལས་བྱུང་སེམས་མཉམ་སྐྱེད་གྲས་ཆེ་རྣམ་འཕེལ་བ་དང་དེའི་ཐོག་ལས་བགྲོ་གླེང་ཞུ་གི་ཡོད་དེ་ད་ང་རང་ཚོ་བོད་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ང་ཚོས་གླེང་སློང་ཞུ་གི་ཡོད་ད་ང་ཚོའི་འོས་འགན་དེ་གལ་ཆེན་པོ་ཞོག་ཅིག་ཚོ་ཚོ་མཐོང་བསྡད་ཀྱི་ཡོད། ད་དེ་འདྲའི། གོ་སྐབས་དེ་ཟིན་པའི་ཐོག་ནས་གནད་འགག་ཆེ་ཤོས་ཀྱི་ད་བར་སྐབས་བོད་ནང་ལོགས་ལས་རྒྱ་ནག་དམར་པོའི་སྲིད་སྤྱིའི་ངན་པ་བོད་མི་རིགས་ཀྱི་ངོ་བོ་དང་བརྩེ་བ་ཆེ་བ་རྩ་བརླག་བཏང་ཡས་ཀྱི་ད་གཞི་རྩིས་ཀྱི་གདུག་རྩུབ་ཅན་གྱི་སྲིད་སྤྱི་དེ་ག་རེ་ཆགས་རེད་ལབ་ན་བོད་ཀྱི་སྐད་ཡིག་མེད་བ་བཟོ་ཡས་དེ་རེད། བྱས་ཙང་བོད་ནང་ལོགས་ལས་ཅེས། མི་རབས་གཞན་པ་དང་ནི་ཆུང་བྱེ་བས། བྱི་བ་ནས་བྱས་བྱས་གང་དག་སྐད་མི་བ་བཟོས་ཏེ། ད་ལྟ་བར་དུ་བོད་ནང་ལོགས་ལས་བོད་ཀྱི་ཁོར་ཡུག་རེ་དག་ནང་བཞིན་གྱི་བོད་བོད་མི་ཚོ་གི། ཅིག་ཉིན་རེ་གི། ཕྱིས་ཀྱི་ལུས་ཀྱི་རྣམ་པ་དང་འགྱུར་བ། ལུས་ཀྱི་རྣམ་པ་དང་བྱ་བྱེད་ལི་ཐ་འགྱུར་བ་བཏང་ཡས་ཀྱི་འབད་བརྩོན་རབ་དང་རིམ་པ་བྱས་ཡས་རེད། ད་བར་ག་ནས་བྱས་བྱས་ནི་བོད་མི་རིགས་ཀྱི་སེམས་ཁམས་ནང་ལོགས་ནས་ནི་བོད་ཟེར་དེ་ག་རེ་ཡིན་པ་བོད་པ་ཟེར་དེ་ག་རེ་ཡིན་པ།

ཐག་རིང་པོ་གཅིག་ནི། ཐུགས་རྗེ་རྒྱང་ཤེལ་སྒྲོག་རྒྱབ་བཅས་གཅིག་རྟ་ཆེ་ཤེལ་སྒྲོག་རྒྱབ་ནི་རྟ་ཡ་ཡིན་ན། དེ་འཛིན་བྱ་ལས་བོད་ནང་ལོག་ལ་བོད་ཀྱི་སྐད་ཡིག་བོད་མི་རིགས་ཀྱི། གཞན་རྒྱུད་ཅིག་མི་རབས་བྱི་བ་ཚོ་གིས་ད་སྐད་ཡིག་གི་གནས་སྟངས་དེ་ག་རེ་བྱས་དྲན་ཐུགས་ཀྱི་བད་ནག་པོ་ཆགས་ཡོང་བས་ཅི་རིན་པས། ད་རྩ་བ་དང་མ་སུ་ན་བད་དེ་ཉམས་འགྲོ་ཡས་ཀྱི་གནས་ཚུལ་ཅིག་ཡོང་བསྡད་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་བརྩམས་པ། ང་ཚོ་ཕྱི་ལོག་ལ་བཙན་བྱོལ་ལ་ཡོད་ངེས་ཚོ་གིས་བོད་ནང་ལོག་ལས་རང་དབང་ཡོག་མ་རེད། སྲིད་ཇུས་གཅིག་གི་ཐོག་ནས་ལག་བསྟར་བྱས་ཡོང་གི་རེད་བཙན་པོ་དབང་ཡེད་ཀྱིས་བསྐུལ་ཡོང་གི་ཡོད་རེད་བཙན་གླིང་གིས་དྲང་གླིང་གི་ཐོག་ནས་ལག་བསྟར་བྱེད་བཅུག་གི་ཡོད་རེད། རང་དབང་ཡོད་མ་རེད་ང་ཚོ་བཙན་བྱོལ་ལི་དེ་ངོས་ཚོ་བོད་ཀྱི་སྐད་ཡིག་བོད་ཆ་ཏང་ཡ་ལི་རང་དབང་ཆ་ཚང་ཡོད་བཞིན་དུ་ཡིན་ན་ད་ང་རང་ཚོའི་ཞེན་ཅིག་ཕྱི་ལོགས་བཙན་བྱོལ་ནང་ལོར་འཚར་ལོངས་བྱུང་ཁྱོ་ཞིང་རྒྱས་སྐྱེད་དང་སྐྱེད་བཞིན་པ་དེ་དག་གི་བྱེ་བ་ཚོས་ཀྱིས་ནི་སྐྱེས་ཀྱི་གནས་བབས་དེ་ལ་ཕ་མ་ཚོས་ཀྱིས་ངེས་ནས་ངེས་པར་དུ་འགན་བཞེས་དགེས་ཏེ་དཔེ་མི་སྲིད། གནད་འགག་དང་གལ་ཆེན་པོ་ཞུ་ཅིག་དན་ཏིའི་ཆ་ལི་རྫ་བྲག་གི་གནས་སྟངས་ཅི་གང་ཙམ་བོད་ནང་ལོག་ལི་བོད་མི་རིགས་ཀྱི་སྐད་མི་བ་བཟོས་ཏེ་མཐོང་ཆུང་གཉའ་ཆེ་ཁྱད་སེ་ར་བ་མི་རིགས་ཅིག་ལ་བྱས་ཙང་དེ་འདྲ་ང་རང་ཚོ་འདོད་ན་རེད་མ་བདེན་ན་རེད་བོད་མི་རིགས་ཀྱི་རིགས་སུ་སྐྱེས་བ་ཡིན་ཏེ་མི་རིགས་འདི་ལ་མཐོང་ཆུང་ཁྱད་སེ་བྱེད་བའི་སྐབས་སུ་ད་དུང་འཁུར་བདེ་བ་ཡིན་ན་ནི་སོ་སོས་སོ་སོ་ལ་མཐོང་ཆུང་བྱས་བ་འགྲོ་ཆགས་ཀྱི་འདུག